ད་འདི་དངོས་གནས་རེད་འདུག་བ་ལོང་གཏམ་ཀུ་རེ་བཞེས་ཀས་ཟེར་ཆོས་བྱེད་མཁན་དེ་ག་བ་ཞིག་ཡིན་གསུངས་འདུག་བ་ད་ང་ཚོ་དུས་རྒྱུན་རྩེད་མོ་རྩེ་ཡས་ཅིག་སྐད་ཆ་མང་པོ་བཤད་ཡག་ཞིག་ཡོད་རེད་ཁ་ཐོན་ཡིན་འདོད་པ་ཡིན་ན་ཡང་སྤྲིན་སྐོར་ཅིག་ཟེར་ཞིག་ཟག་དེ་ནས་ད་རྒད་མོ་ལང་ཡང་སོ་འདྲ་བོ་ད་ཅིག་འཆལ་གཏམ་ད་འཇིག་རྟེན་པའི་སྐད་ཆ་ཤེས་ད་ཤེས་དུས་ཚོད་སྐྱེལ་གི་འདུག་བ་ད་གྲོང་ཤོར་ལ་འགྲོ་མཁན་ཚོ་དེ་འདྲ་རེད་ཡིན་ན་མ་མགོ་ནས་སྐྱབས་འགྲོ་སེམས་བསྐྱེད་དེ་ཁུངས་ཆོད་ལ་མ་ཆོད་ལ་བྱེད་འདོན་དེ་ནས་ཡིན་ན་མ་ལྷ་ཆས་དེ་ཚོ་འདོན་སྔགས་བསགས་སར་སླེབས་སར་ག་ཚོད་དེ་ནས་ད་སྐད་ཆ་གང་གོ་ཡག་འདུག་བས་ན་མགོ་ཐིག་བཙུགས་གི་རེད། ང་གྲོང་ཤོར་འགྲོ་མྱོང་མཁན་མིན་རེད་བ། འོན་དེ་རེད་ཁོ་ར། ལོ་ཆུང་ཆུང་སྐབས་སུ་ལན་འབྲས་ལྗོངས་ནང་ལ་ཡག་སྟབས་གྲོང་གྲོང་གསེབ་ནང་ལ་ཡག། ཞབས་བརྟན་འགྲོ་མ་མྱོང་ས་ནས་མེད་གསོན་པོའི། ཤི་བོའི་གེ། ནི། ད་ལྟ་འདི་ཤི་མཆོག་འདོན་མ་མྱོང་ཕ་ཆེ་མེད། དོན་རེད་ཟེར་འགྲོ་ད་ལྟ་དེ་ཚོ་འགྲོའི་གོ་ས་དེ་རེད་སྙམ་དུ་འགྲོ་མཁན་ཐབས་ཚུལ་ཚང་མ། སྐྱབས་འགྲོ་སེམས་བསྐྱེད་སྟབས། ཕ་ཚའི་ཚུལ་བསྲེ་བྱས། ད་དང་ཚོགས་བྱས་ད་ནི་བྱ་ཞིམ་པོ་མི་འདུག་ཟེར་གྱི་རེད་ཁ་ལག་བྲོ་བ་མི་འདུག་ཟེར་གྱི་རེད་ཚ་ཉུང་འདུག་ཟེར་གྱི་རེད་སྲིད་བེན་མང་འདུག་ཟེར་གྱི་རེད་ཁ་ལག་དུས་ཚོད་ཐོག་ལ་སླེབས་མ་སོང་ཟེར་ནས་ད་ནི་ད་ཁོང་ཁྲོ་དང་ཞེ་སྡང་དང་འདར་བ་དང་ད་མང་པོ་ཡོད་རེད་ད་ནི་སྐད་ཆ། ཆུ་ཚོད་བཅུ་གཅིག་མ་སིམ་ཟེར་བར་དུ་ལ་སྟོད་ཚོད་བཅུ་བ་ཟེར་ནས་འགོ་སོང་བ་དེ་ཆུ་ཚོད་བཅུ་གཅིག་མ་རེད་བར་དུ་ད་ཆུ་ཚོད་ཀྱང་ཡང་རེད། དེ་རིང་ཁ་སང་མི་ཞིག་སླེབས་འདུག་དེ་ག་ནས་སླེབས་ཡོང་བ་རེད་ཟེར་ཁོའི་ཕ་ཡུལ་ག་ནས་རེད་འདུག་ཁོ་ལ་ནང་མི་ག་ཚད་འདུག་ཨ་དེ་རེད་དེ་དགོན་པ་ལ་དཔེ་ཞག་ཕུད་སོང་མ་སོང་ཆོས་ལ་རག་སོང་མ་སོང་ཟེར་སྐད་ཆ་མང་པོ་བཤད། ད་རག་སོང་ཟེར་ན་ཨོ་ཟེར་རག་མ་སོང་ཟེར་ན་ཁོ་ལམ་ལ་མ་འགྲོ་བར་ཤོག་ཆོག་ངོ་རག་འགྲོ་བར་ཤོག་ཟེར། ཨོ་ད་དེ་འདྲ་རེད། གྲོང་ཆུང་འགྲོ་སྟངས་དེ་འདྲ་རེད་བ། ད་སྐུ་རེ་དེ་འདྲའི་ཟེར་དུས་ཟེར་ཅེར་ད་ང་ཚོ་ཚོགས་སྒྲུབ་མཆོད་ཅེས་ཚོགས་པ་ཡིན་ན་ཡང་དེ་རེད། སྐྱབས་འགྲོ་སེམས་ཅན་དེ་མགོ་ནས་མ་བཏང་ད་དཀའ་ལས་ཁ་བོ་ཞིག་རེད་བོ། ད་ནི་མ་ཚེ་ལས་སོ་ན་གཅིན་པ་ཤོར་སོང་ཟེར་གྲོགས་ཁོ་ཤེས་སོང་ཟེར་ད་ནི་ཡག་བྱས་མ་ད་ཉི་མ་གཅིག་གཉིས་ཀྱི་ཚོགས་པ་ཚོགས་ཟེར་ཉི་མ་གསུམ་པ་དེ་ལ་ད་ཐང་ཆད་ད་ང་ན་གི་འདུག་ཟེར་རྐུབ་ན་གི་འདུག་མགོ་ན་གི་འདུག་ཟེར་ད་ཚོགས་པ་ད་ཡོད་མ་རེད་སྤྲོ་བ་ཡོད་མ་རེད་བོ་ཚོགས་པ་ལ་སྤྲོ་བ་མི་འདུག་བ་དེ་ནི་དེ་ལ་ཕན་ཡོན་གང་ཡོད་མ་རེད་ཉི་མ་གཉིས་ཀ་འདས་འདས་དེ་ཕོངས་ན་རོགས་རེད་གང་ཡང་ཕན་ཐོགས་ཡོད་མ་རེད་དེ་ནི་ད་དེ་རེད་དེ་ནི་ཐུན་གཅིག་འདས་ཡིན་ཟེར་བ་ད་ཐུན་འདས་པའི་སྐབས་སུ་ལ།

ཨེ་འདུག་ག། འོ་དེ་རེད། ད་དེ་ནས་དགའ་བོ་ཉེ་བོ་ཚིག་མཉམ་དུ་འཛོམས་ཡོད་ན་ཁ་འདོན་དེ་ཆེ་ཁ་བཞག་དགོངས་དག་ད་དོན་དུ་དགོངས་དག་འདོན་ཆོག་གི་རེད་ཟེར་ད་ནས་དེ་མཉམ་དུ་ལ་བྱ་ཐུང་མགོ་བོ་བླུག་ད་གལ་ཏེ་ཤེས། ཡ་ཐོག་ཡག་གི་ཡག་པ་རེད་མ་མ་གི་ཡག་པ་རེད་ཡག་གི་ལག་མ་དེ་ཡག་པོ་ཡོད་རེད་མ་གི་ལག་མ་དེ་སྡུག་ཅག་ཡོད་རེད་ཕ་གི་དེ་ཡག་པོ་ཡོད་ཟེར་ཚང་མ་སུ་ངས་ཤེས་འདི་ཡོད་རེད་ཆ་ཚང་ཡག་པོ་སྡུག་པོ་ཆ་ཚང། ད་དེ་འདྲའི་གཅིག་གི་ཉི་མ་ཉིན་གང་དུས་ཚོད་བྱས་ཏེ་དེ་གསུང་བས་ད་འདི་སྐྱོང་དང་རྨོངས་གཏམ་ཀུ་རེ་བཞེས་སྐད་དེ་ཆོས་ཀྱི་བར་ཆད་ཡིན་པས་སྤང་གོ་གསུངས་འདུག་བ། དེ་ཡིན་དུས་སྐད་ཆ་ཉུང་གོ་ཡག་རེད་བཅོམ་ལྡན་འདས་ཀྱིས་ཡང་མདོ་སྡེ་དཀོན་མཆོག་བརྩེགས་པའི་ནང་ལོགས་ལ་ཡང་ང་ལ་དགའ་བའི་ཉེས་པ་མང་པོ་ཞིག་གསུངས་འདུག་བ། དཀོན་བརྩེགས་ཀྱི་ལེའུ་ནང་ལ་ཡོད་རེད་ད་དཀོན་མདོ་སྡེ་དཀོན་མཆོག་བརྩེགས་པའི་ནང་ལ་གཟིགས་ད་དེ་ནང་ལ་ང་ལ་དགའ་བའི་ཉེས་པ་མང་པོ་ཡོད་རེད་ང་ལ་དགའ་བ་ཟེར་ན་ཅིག་པ་པ་པ་པ་པ་ཟེར་ཉིན་གང་ཞིག་བཤད་དེ་ངན་ཞིག་འདུག་ཨོ་དེ་ཉེས་པ་ཆེན་པོ་རེད་གསུངས་གོ་ཡག་རེད་ཇུས་ཏོག་བཤད་དེ་ངན་དེ་ཨོ་དེ། ཉམས་ལེན་བྱེད་པའི་སྐབས་སུ་དེ་མ་བྱེད་གསུང་གི་ཡོད་རེད། འོ་ཡོང་དེ་འདྲ་ཡིན་དུས་འདི་ལ་རྨོངས་གཏམ་ཀུ་རེ་བཤད་མཁན་གསུམ་དེ་ཆོས་ཀྱི་བར་ཆད་ཡིན་པས་བཞག་གོ།